ལྷན་རྒྱས་བཀྲ་ཤིས་བདེ་ལེགས། ངས་དེ་རིང་འདིར་ཡང་བོད་ཡིག་གི་དཔེ་རྙིང་གི་རིན་ཐང་དང་དེའི་སྲུང་སྐྱོབ་ཀྱི་སྐོར་ནས་མ་ཨེ་ཙི་མདོར་བསྡུས་ཞུ་ཡ་ཡིན། བྱས་ཙང་ང་ཚོ་བོད་ཡིག་གི་དཔེ་རྙིང་གཟི་ཉིན་བྱི་བ་རུ་བ་ཏི། ག་འདྲེ་ཅི་ལི་ཡ་ཟི་གུ་ཡོ་རེ། འདི་ཡ་རིན་ཐང་འདྲ་བོ་ག་རེ་ཡོ་རེ། ཡང་ན་འདི་ཇི་ལྟར་བྱེད་ཅེས་སྲུང་སྐྱོབ་བྱེད་ཀྱི་ཡིན་པ། ད་འདི་འདྲའི་སྒོ་ནས་མ་གཙོ་བོའི་བརྗོད་བྱ་བྱེད་ཅེས་ཞུ་ཉེན་ཡིན། དེ་འདྲ་ཡིན་དུས་ཙང་ང་ཚོས་སྤྱི་སྟངས་འགའ་ནས་བོད་ཀྱི་དཔེ་རྙིང་གཟི་ཉིན་དེ་ལྷན་རྒྱས་ཀྱི་ཐུགས་རྒྱུད་འདྲ་བོ་ཡོད་ཀྱི་རེད། ང་ཚོ་དཔེ་ཆ་ཤར་བས་ན། དགོན་པ་ཁག་ཡིན་ནས་འདྲ། དག་ནང་བཞིན་དཔེ་མཛོད་ཁང་ཡིན་ནས་འདྲ་འདི་ཚོ་ཕེབས་པའི་སྐབས་ལ་ཡ། ཨ་ནི། ཕྱིའི། དཔེ་ན་གོན་དོ་ལ་སྤྱི་བཀོལ་མ་ཡིན་པ་ལྷའི་གཞལ་ཡས་ཁང་སྤྱི་བཀོལ་མ་ཡིན་པ། ནང་ལོགས་ལ་ཡ། ཨ་ནི་རྒྱལ་བའི་གསུང་རབ་ལ་རྩོད་པའི། རྟ་གཅིག་ཆ་བེ་མང། མང་པོ་བྱོས་བ་རེད། རྟ་འདི་ཚོ་ཡ་ཅི་རིགས་ཀ་ནས་ང་ཚོས་ག་རེ་ཟེར་ན། དཔེ་རྙིང་ཟིག་ལབ་ཆོག་གི་ཡོག་རེད་ཟེར་བ། ད་ག་ནང་བཞིན་པའི་ག་རེ་གཟུགས་འདུག་ན་ང་རང་ཚོ། ཁྱིམ་ཚང་སོ་སོ་ཡི་ནས་འདྲ། དེ་ཚོའི་ནང་ལོགས་ལ་ཡ་ཅིག་གསུང་རབ་ཀྱི་སྐོར་མང་དག་བྱོས་བ་རེད། དེ་འདྲ་ཡིན་དུས་ཙང། ཁག་ཅིག་དཔེ་ཆ་བཤད་ན་ང་ཚོས་དེའི་ནང་ལོགས་ཀྱི། ཉེ་ལམ་དཔར་སྐྲུན་བྱས་པའི་བྱ་བ་འདྲ་ཡོད་སྲིད་གི་རེད། ཡང་འགའ་ཞིག་ལ་ཡ་སྔ་མོའི་ཕ་མེས་སྐབས་ནས་ཨ་ནི་ཉར་ཚགས་གནང་རྗེས་བཞག་བཞག་པའི་དེ་འབྲེལ་གྱི་ཕྱག་དཔེ་ཁག་ཅིག་ཡོད་རེད་དེ་འདྲ་ཡིན་དུས་ཙང་ད་དེ་རིང་དེ་ང་ཚོའི་གཙོ་བོའི་བརྗོད་བྱ་དེ་དཔེ་ཆ་རྙིང་པ་ཟི་ཉན་དེ་འདྲ་ཅིག་ལ་ཡང་བཞུགས་ཡོད་རེད། དེ་འདྲ་ཡིན་དུས་ཙང་ང་ཚོ་བོས་ཟི་ཉན་འདི་སྤྱི་དང་འཛམ་བུ་གླིང་གི་ཆ་ནས་ཆ་བཞག་ན་ཨ་ནི་ཅིག་གསུང་རབ་ཀྱི་བརྟན་ཡིན་ནའི་འདྲ་འདི་ཚོ་ཆེས་ཕུན་སུམ་ཚོགས་ཤོས་ཀྱི་ཡུལ་ཁམས་དེ་ལ་ཡང་བརྩིས་ཆོག་གི་ཡོད་རེད་བྱས་ཙང་དུས་རྟག་ཏུ་བོད་ཀྱི་ཡིག་ཚང་གི་དཔེ་རྙིང་འདི་ཚོ་ཨ་ནེ་རི་བོའི་སྟོད་དང་རྒྱ་མཚོའི་ཁྱོན་ཟེར་ཉིན་ད་དེ་འདྲས་ག་ནས་དཔེ་དང་མ་བཟུང་ནས་བཞག་སྲོལ་ཡོད་རེད། ད་ཡིན་ནའི་ལས་ལུག་རྒྱུད་ཀྱི་ཡུལ་རིས་འདིའི་ནང་ལོགས་ལ་ཡང་ཆར་དཔེ་འདི་ཚོ་ལས་ཅིག་ཞེ་རུལ་དང་དུས་རྒྱུན་དང་དག་སྣང་བཞིན་ཨ་ནི་བསམ་བཞིན་དུ་བཅོམ་རྡོར་ང་ཚོ་མི་ལ་སོགས་པ་འདི་འདྲས་ཀྱི་རང་བྱུང་གནོད་འཚེ་ཡིན་ནའི་འདྲ། ཡང་མིན་ན་མི་ལ་སོགས་པའི་འདི་འདྲས་ཀྱི་བཅོམ་རྡོར་བྱས་རྗེས་མང་པོ་ཅིག་འཕྲོ་བརླག་ཕྱིན་བཞག་ཡོད་རེད། ད་ཡིན་ནའི་ལས་ད་ལྟའི་ཆ་ལ་ཡང་བང་མཛོད་ཆེན་མོའི་ཞབས་རི་ཟི་ངེ་ནང་བཞིན་བྱས་རྗེས་བོད་ཀྱི་ས་ཕྱོགས་གང་སར་ཡང་ཨ་ནི་དཔེ་རྙིང་མི་ཉུང་བ་ཞིག་གནས་དེ་ཡོད་རེད་ཟེར་བ་དེ་འདྲ་ཡིན་དུས་ཙང། ད་དེ་ཚོ་ཡག་ཉིན་ག་འདྲའི་བྱས་རྗེས་འཁོར་ཡག་ཅིག་རིན་ཐང་འདྲ་བོ་ཅིག་སྔོག་འདོན་བྱེད་དགོས་ཀྱི་ཡོད་རེད་ཡག་མེད་ན་ད་དེ་ཚོ་ལས་དུས་ཚོད་དང་དེ་འདྲས་ཀྱི་སྐྱེ་དབང་གི་ཨ་ནས་ཅིག་བཞག་དང་ཞོར་ལ་ཡག་ཉམས་མེད་དུ་མ་སོང་ནས་འགྲོ་བསྡད་ཀྱི་ཡོད་རེད་བ་དེ་ཚོ་ག་འདྲའི་བྱས་རྗེས་སྲུང་སྐྱོབ་བྱེད་ཀྱི་ཡིན་པ་ད་དེ་འདྲས་ག་ནས་ང་ཚོའི་དེ་རིང་གི་གླེང་གཞི་དུ་མ་སོང་ནས་དེ་འདྲས་ཅིག་ནས་ག་ནས་བརྗོད་ཤེས་ཀྱི་ཡིན། དཔེ་རྙིང་ཟིན་ཉིན་དེའི་བོད་སྐད་ནང་ལོག་ལི་ཡཱ་མིང་ཚིག་དེའི་ཡཱ། དོན་དག་གཉིས་ཡོད་རེད། དཔེ་ཟིན་ཉིན་དང་རྙིང་པ་ཟིན་ཉིན། དཔེ་ཟེར་ན་ང་ཚོས་དཔེ་ཆ་ཟིག་ཡོད་རེད། རྙིང་ཟེར་དུས་ཙང་སྟབས་བདེ་བོའི་སྒང་ནས་བཤད་ན་རྙིང་པ་ཟིག་ཡོད་རེད་བྱས་ཙང་དཔེ་རྙིང་ཟེར། བརྗོད་བདེ་ཆུ། ཡང་མིན་ན་འདི་འདྲས་ཅིག་ག་ནས་མར་སྒྲ་བཤད་བྱས་པ་ཡིན་ན། ཨ་ནི། དཔེ་ཆ་རྙིང་པ་ཟིན་ཉིན་ཞིག་ལ་དཔེ་རྙིང་ཟེར་ལབ་ན་མེད་ཚམ་པ་ཡོད་མ་རེད། འོ་ན་ཇི་ཙམ་ལ་ཡང་དཔེ་རྙིང་ཟེར་ལབ་དགོས་ཀྱི་ཡོད་རེད།

དེ་དུས་ཚོད་དེ་ཞག་གྲངས་ག་ལ་ཡ། ཁྱད་པར་འདྲ་ཡོད་རེད་ད་དཔེ་རྙིང་གི་ཡལ་ག་དེ་ག་ནས་བརྩི་དགོས་ཀྱི་ཡོད་རེད་ཟེར་ན་ང་ཚོ་ཡི་གེ་ཆུང་བ་ཚུན་ནས་ཨ་ནི་དཔེ་རྙིང། དཔེ་ཆ་སི་དུས་ཙང་ག་རེད་ཟེར་ན། མདོར་དུ་ན་ཡི་གེར་འཁོད་བདེ་མགྱོགས་གི་ཨ་ནི་བྱེད་གཞི་གང་རུང་གང་ལ་ཡ་རེད་པ་ཡང་མེད་ན་ཡི་གེ་བཀོལ་སའི་གཞི་ག་བ་ཡིན་པའི་ནས་དེ་འདྲས་ཅིག་ག་ནས་བྱ་ཟེར་ན་ཨ་ནི་དེ་དེའི་སྟེང་ལ་བྲིས་བཞག་མགྱོགས་ཡིན་པ་རེད་བ། དེ་ཡིན་དུས་ཙང་ཐོག་མར་ང་ཚོ་ཡི་གེ་ཟིན་ཉན་དེ་ཐོན་དགོས་ཡོད་རེད་བ། དེ་འདྲ་ཡིན་དུས་ཙང་ང་ཚོ་དཔེ་ཆ་ཤེས་ན་བོད་ལ་ཡ། བཤད་སྲོལ་ཐོག་ལ་ཡ་འཐུས་མི་གསར་འབོར་གྲས་བོད་ཀྱི་ད་ལྟ་བེད་སྤྱོད་བཏང་བཞིན་པའི་ཡི་གེ་འདི་བཟོས་པ་ཡིན་ཞུ་གི་ཡོད་རེད་དེ་ལྟར་ན། ཨ་ནེ་ང་ཚོའི་དཔེ་རྙིང་གི་ད་ཐོག་མར་འདི་འདི་ཚོ་ནས་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐུ་དུས་རེད་བ། ལྷག་པར་དུ་ག་རེ་ཟེར་ན་འཐུས་མི་གསར་འབོར་གྲས་ཡི་གེ་བཟོས་ཚུན་འདི་འདྲ་ཅིག་ལ་ཡ་བརྩིས་ན་ཆོག་གི་ཡོད་རེད། གལ་སྲིད་དཔེ་ཆ་བཞག་ན། དང། དེང་སང་ང་ཚོས་ཅིག་གི་ཞང་ཞུང་ཡི་གེ་གཟིགས་སྙན་སོར་དེ་འདྲས་དེ་འདྲས་ཀྱི་ཡིག་རྙིང་པ་དེ་འདྲས་ཅིག་མཇལ་བ་ཡིན་ན་ཨ་ནེ་དཔེ་རྙིང་དེ་ཚོ་ལས་དཔེ་རྙིང་གི་ཡལ་གདའ་འདྲ་བོ་ཅིག་བརྩེགས་ཆོག་གི་རེད་ཟེར་བ་དཔྱད་བསམ་དཔེ་རྙིང་གི་ཡལ་གདའ་ཟ་དེ་ཡིན་ཅིག་གི་དུས་ཚོད་ཀྱི་སྟེང་གལ་གལ་གོ་ཡ་ཡོང་མར་ག་ཚད་ཀྱི་རིང་ང་ཡུན་ནས་དེ་བརྩེགས་ཀྱི་ལེགས་པ་འདྲ་བོ་ཅིག་རེད། ཡིན་ནའི་ལི་པི་ཉིན་གྱི་མེ་མདའ་དེ་ངེས་པར་དུ་བརྩི་ཡ་ཡོད་བདེན་འགྱོག་བྱེད་རེས་དེ་མ་བརྩི་ན་ཁ་སང་གི་དོན་གཞན་འགྱོག་གི་ཆགས་པའི་རྗེས་ན་དེ་པི་ཉིན་ལས་བརྩི་ཡ་ཡོར་བས་དེ་འདྲ་ཞིག་མ་རེད། དེ་འདྲ་ཡིན་དུས་ཙང། བྱེད་སྟངས་མི་རིགས་སོ་སོ་ཡིན་ནའི་འདྲ་རྒྱལ་ཁབ་མེ་འདྲ་བ་ཡིན་ནའི་འདྲ་སྐད་ཡིག་མེ་འདྲ་བ་ཡིན་ནའི་འདྲ་ཡང་མེད་ན་དཔེ་ཆའི་གཅིག་བཟོ་བདའ་རེ་རེད་བ། གཅིག་ང་ཚོས་ཆ་བྱས་ན་པི་ཤིའི་བཟོ་དབྱིབས་ཟེར་བ་རེད་བ་དེ་ཚོ་མེ་འདྲ་བ། སྐད་བརྡའི་འགྲོས་མི་འདྲ་བ་དག་ནང་བཞིན་དུས་རབས་ཀྱི་ཁྱད་ཆོས་ནི་དང་ལོ་རྒྱུས་ཀྱི་གནས་སྟངས་ནི་འདྲ་ལྟ་འདི་འདྲས་ཀྱི་ཆ་ནས་མི་རིགས་སོ་སོའི་ཁྱད་པར་མང་པོ་ཞོག་རེད། དེའི་ཐོག་ལ་ཆབ་སྲིད་དང་ལོ་རྒྱུས་སྲིད་གཉིས་འདི་འདྲས་ཀྱི་རྐྱེན་དབང་བྱས་རྗེས། ང་ཚོ་ཀྲུང་གོ་འདྲ་བོ་ཅིག་ལ་ཡང་ཆ་བཞག་ན། དཔེ་རྙིང་གི་ཚད་གཞི་འདི། ཀྲུང་གོ་གསར་བ་དབུ་བརྙེས། མ་ཉེས་ཀྱི་གོང་གི་རེ་བ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་གོང་གི་ཆབ་བེད་སྤྱད་ལ་ཨ་ནེ་པི་ཉིང་སི་བྱས་ཅེས་བརྗོད་ཡོང་གི་ཡོད་རེད། ད་དེ་འདྲ་ཡིན་དུས་ཙང་དེང་སང་ང་ཚོ་ཀྲུང་གོ་ཡག་ཡོངས་གྲགས་གི་ག་ནས་ག་རེད་ཟེར་ན་པི་ཉིང་སི་ཉེ་འདིའི་དུས་ཚོད་ཀྱི་མཚམས་འདི་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནས་ཨ་ནི། ཅིག་ཡས་དམ་ཡ་དེ་འདྲ་བ་ཆུ་ཚོད་དྲུག་ཡོད་རེད། རྒྱལ་ནང་དུ་དཔེ་རྙིང་ཅེས་པའི་དུས་མཚམས་ཀྱི་དབྱེ་སྟངས་གང་འདྲ་ཡིན་པ་དང་བོད་ཡིག་དཔེ་རྙིང་ལ་དམིགས་བསལ་གྱི་ཁྱད་ཆོས་ཅི་ཞིག་ཡོད་པ། དེ་བཞིན་དཔེ་རྙིང་གི་ནང་དོན་དང་རྣམ་པ་སོགས་ཅི་འདྲ་ཡིན་པའི་སྐོར་ལ་འཆད་ཁྲིད་གནང་བཞིན་ཡོད། དག་གནང་བཞིན་པའི་ང་ཚོ་བོད་ར་བ་འདྲ་བོ་ཅི་ལ་ཡ་ཆ་བཞག་བོད་རང་སྐྱོང་ལྗོངས་སྒང་ནས་ཆ་བཞག་ན་དམིགས་བསལ་སྒང་ནས་ཅེག་སྟོང་དགུ་བརྒྱ་ལྔ་བཅུ་ངེ་ང་དགུ་ཡན་ཆོད་ཀྱིས་ཨ་ནི། གོས་ཅིག། དཔེ་ཆའི་གར་སུག་རེད། ལྟ་སྤྱི་དང་གཟུགས་དབྱིབས་ཡིན་ནའི་འདྲ་ནང་དོན་ཡིན་ནའི་འདྲ་དེ་འདྲས་ཀྱི། ཁྱད་པར་གཅིག་གི་ཆ་ནས་ཡང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཡན་ཆོད་ལི་ཡ་པི་ཉིང་སེ་ཅེ་ལེབ་སུའུ་ཡང་ཡོའོ་རེད་ཟེར་བ་ལྟར་མདོར་བསྡུས་ན། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཡན་ཆོད་ཀྱི། ཆགས་པའི་ཡིན་པ། ལྟ་དེ་བྲིས་མ་ཡིན་ནའི་ཆོག་གི་རེད་དཔར་མ་ཡིན་ནའི་ཆོག་གི་རེད་གང་རུང་ཅི་ལི་ཡ་ང་ཚོས་པི་ཉིང་སེ་ལེབ་ན་འགྲིག་གི་ཡོའོ་རེད། དེ་འདྲ་ཡིན་དུས་ཙང་ད། གོ་བདེ་བོ་མ། མདོར་བསྡུས་བཅས་ཞུས་པས་ན། ང་ཚོའི་དཔེ་རྙིང་ཟིན་ཉེན་འདི། ཅེག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའམ་ཡང་ན་ལྔ་བཅུ་ང་དགུའི་གོང་གི། ཨ་ནེ། བྱི་མ་དང་སྤར་མ་ཟིན་ཉེན་སྦྱོར་བ། སྔས་མ་དཔེ་ན་ང་དཔེ་ཆའི་ནང་ལོག་ལི་ཡ། ཁ་ཅིག། བྱིའི་ཞང་སྐྱོགས། རེ་བ་ལག་པས་བྱིའི་ཞང་སྐྱོགས་ཡིན་ནའི་འདྲ། དེ་འདྲས་ཅིག། ད་ག་ནང་བཞིན་ཁ་ཅིག་སྤར་ལ་བརྐོས་ཞང་སྐྱོགས་སྤར་སྤར་བརྐོས་ག་ནས་བརྐོས་ཞང་སྐྱོགས། ད་འདི་ཚོ་ཚང་མ་ལོག་ལི་ཡ། དཔེ་རྙིང། ལབ་ཆོག་ཡོད་རེད་ཟེར་བ་དཔེ་མཚོན་འདྲ་བོ་ཅིག་བརྗོད་པས་ན་ང་ཚོས་དེང་སང་དཔེ་རྙིང་སུས་ཙང་ག་བ་ཞུས་ཆོག་གི་ཡོད་རེད་ཟེར་ན་སྔ་མོའི་དཔེ་ཆ་ཤེས་ན་ཅིག་སྣར་ཐང་བཀའ་འགྱུར་ཟེར་གི་ཡོད་ནའི་འདྲ་སྡེ་དགེ་བཀའ་འགྱུར་ཟེར་གི་ཡོད་ནའི་འདྲ་ད་ག་ནང་བཞིན་གར་སོགས་རེད་ད་ཅིག་ཞོལ་དཔར་མའི་བཀའ་འགྱུར་ཟེར་གི་ཡོད་ནའི་འདྲ་བཀའ་འགྱུར་འདི་ཚོའི་རིགས་ཚང་མ་ག་རེད་ཟེར་ན་ག་བ་ཞུས་ཆོག་གི་ཡོད་རེད་ཟེར་ན་དཔེ་རྙིང་སུ་ཞུས་ན་ཆོག་གི་ཡོད་རེད། བྱས་ཙང། ད་ག་ནང་བཞིན་པའི་དཔེ་ན་ང་ཚོས་དེང་སང། དཔེ་རྙིང་སུ་བསྡུས་ཙང། དཔེ་ཆ་ཤེས་ན་ཕོ་བྲང་སྤོ་ད་ལས། ཨ་ནེ་ཅིག། གར་གཟུགས་རེད་དེ་ཅིག་ལྷ་ཁང་སོ་སོའི་ནང་ལོགས་ལ་རེད་བ། དེ་ཚོའི་ནང་ལོགས་ལ་ཡང་ཡོད་བསྟན་སྐྱོག་གི་ཀུན་དགའ་རེད་སྟེང་དུ་བརྩེགས་ཤར་འགྱོག་ཕལ་ཆེར་འདྲ་བོ་དཔེ་རྙིང་ཤ་ཏག་རེད་རེད་བ། དེ་ཚོ་ཆ་ཚང་འདྲ་བོ་ཅི། ཨ་ནེ། སྔར་ལྔ་བཅུ་ང་དགུའི་གོང་གི་ད་ཡི་གེ་རྙིང་པ་ཤ་ཏག་རེད་བ་བྱས་ཙང་དཔེ་རྙིང་ཟིལ་ལབ་ཆོག་གི་ཡོག་རེད། ད་ག་ནང་བཞིན་ང་ཚོས་ཡོངས་གྲགས་ལ་ཡང་ཨ་ནེ་དཔེ་ན་ས་སྐྱའི་ད་ཆོས་ཚིགས་ཆེན་མོ་ཟེར་བྱས་ཆོས་ཚིགས་བྲག་རི་མ་ཟེར་ཉིན་དེ་འདྲ་ཡོད་ར། ས་སྐྱ་ལ་སོགས་པོ་ད་སྔར་སྐབས་ལ་ཡ་ས་སྐྱ་ཙམ་མ་ཟད་བོད་ཀྱི་ས་ཆ་མང་པོ་ཅིག་ལ་ཡ་ཡུལ་གྲུ་མང་པོ་དགོན་སྡེ་མང་པོ་ཞིག་ལ་ཡ་ཨང་ཆོས་ཚིགས་བྲག་རི་མ་ཞུ་ཉིན་དེ་འདྲ་ཡོད་ར་ད་འདི་ཚོ་ཚང་མ་ལོག་ལ་ཡ་ང་ཚོས་དཔེ་རྙིངས་བྱས་བྱས་ལབ་ན་འགྲིག་རེད། ད་ག་ནང་བཞིན་པའི་ཉེ་དུས་ས་འོག་ལ་སོགས་པ་འདི་ཚོ་ནས་རྙེད་ད་རྙེད་བཞིན་པའི་དཔེ་ན་སྟོན་ཁང་གི་ཡི་གེ་རྙིང་པ་སི་ཀི་ཡུ་ནན་དྲ་རི་བ་ཆིག་སྟོང་དགུ་བརྒྱ་ད་ནང་ཚུན་ནས་རྙེད་སོན་བྱུང་བདེན་མགྱོགས་ཀྱི་ཏུན་ཧོང་གི་ཡི་གེ་ཟིག་ཡོད་ནའི་འདྲ། ཡང་ན། ག་རེ་ཟིག་ཨ། དཔེ་ཆ་བཤད་ན་ང་ཚོ་ལ་དྭགས་ཀྱི་རྟ་བོ་བརྒྱུད་ནས་རྙེད་མགྱོགས་ཡིན་ནའི་འདྲ། འོ་ད་ག་ནང་བཞིན་ཨ་ནི་བོད་ཀྱི་ས་ཆ་ཁག་ཅིག་ནས་དཔེར་ན། ད་ལྟ་ང་ཚོའི་ཕུ་རེ་ཟིག་ཡོད་ནའི་འདྲ་འདི་ཚོ་ནས་རྙེད་བཞག་མགྱོགས་ཀྱི་ཡི་གེ་ཕལ་ཆེར་འདྲ་བོ་ཅིག་ལ་ཡ་ཨ་ནི། དཔེ་རྙིང་སླེབས་ན་ཆོག་གི་ཡོད་རེད་ཟེར་རྒྱུ་མཚན་ག་རེ་ཟེར་ན་དེ་དག་ལ་ཡང་ལོ་རྒྱུས་ཀྱི་ག་རེ་གཟུགས་འདི་ནི་ཁོ་ཡ་དུས་ཚོད་ཀྱི་རྩལ་ནི་ངེས་ཅན་གྱི་ལུག་ཁྱུ་གི་ག་རེ་གཟུགས་རེད་འདི་ཡོད་བསྡད་པ་རེད་བ། མ་ཟད་ག་རེ་ཟེར་ན་ཁོའི་ཅིག་ཤུ་གུ་ཡིན་ནའི་འདྲ་སྣག་ཚ་ཡིན་ནའི་འདྲ་བརྡ་སྤྲོད་ཀྱི་འགྲོས་ཡིན་ནའི་འདྲ་གང་གི་ཆ་ནས་ཀྱང་ཨ་ནི་དུས་ཚོད་འདི་སྔར་སོང་ནས་ཡིན་བསྡད་བ་ཉུང་མཐར་ཡང་ག་རེ་ཟེར་ན་ཚིག་སྟོང་དགུ་བརྒྱ་བཞི་བཅུ་བཞི་དགུའམ་ལྔ་བཅུ་ང་དགུའི་གོང་གི་ཨ་ནི་ཕྱག་དཔེ་དེ་འདྲས་ཅིག་ཡིན་པ་འདི་འདྲས་ཤེས་འདོད་ཙང་ད་འདི་ཚོ་ཚང་མ་ང་ཚོས་དཔེ་རྙིང་ཟེར་ཆེད་ཞུས་ཆོག་གི་ཡོད་རེད་ཟེར་བ། འདི་འདྲས་ཡིན་འདོད་ཙང་ད་སྤྱི་སྟངས་ག་ནས་དཔེ་རྙིང་ཟེར་དེ་ག་འདྲས་ཅིག་ལས་གོ་དགོས་ཀྱི་ཡོད་རེད་ཟེར་ན། ད་ཚིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་གོང་གི་ཨ་ནི་བྱེས་མ་ཡིན་ནའི་འདྲ་དཔར་མ་ཡིན་ནའི་འདྲ་རེད་བ། འདི་འདྲས་ཀྱི་ཆ། ཡོད་དོ་ཅོག་ལ་ཡང་ཨ་ནི་པི་ཉིང་སི་བྱེད་བྱེད་ཐ་སྙད་འདི་འདྲ་སྦྱར་ན་འགྲིག་གི་ཡོད་རེད་བ། བྱས་ཙང། སྔར་གྱི་སྐབས་ནས་ང་ཚོ་བོད་ལ་ཡང་ཆ་བེ་རི་འདི་ཚོ་ཡང་དཔེ་མི་སྲིད་པའི་མཐོང་ཆེན་པོ་ཞུ་བ་བྱེད་ཀྱི་རེད་བ། འདི་ག་རེ་སུ་དང་གཅིག་ནས་ཆོས་ལུགས་ཀྱི་རྒྱུ་མཚན་ཡོད་སྲིད་ཀྱི་རེད་བ། མདོར་བསྡུས་ན་ང་ཚོ་བོད་རིགས་སི་ཉན་འདི་ཆ་བེ་དང་ཡི་གེ་སི་ཉན་དེ་གཙིགས་མཐོང་བྱེད་ཉན་གྱི་མི་རིགས་ཤིག་ཡིན་པ་གསལ་པོ་མཚོན་ཐུབ་ཀྱི་ཡོད་རེད། འདི་ག་ནས་མཚོན་གྱི་ཡོད་རེད་ཟེར་དཔེར་ན་ང་ཚོ་དུས་རྒྱུན་འཚོ་བའི་ནང་ལོ་ཡ་ཨ་ནི་གཅིག་ཤོག་བུའི་སྟེང་ལ་ཡ་ཡི་གེ་འཁོད་དེ་འགྱོག་བགྱིས་ན་ནང་དོན་གང་ཡིན་ལ་མ་ལྟོས་པ་ཨོ་དེའི་ཡི་གེ་འདུག་ཟེར་བྱས་རྗེས་གཅིག་རྐང་འོག་ལ་མ་འགྲོ་ཡ་བྱས་རེད་པ་ཡ་སྨྲས་ན་གཅིག་གད་སྙིགས་རེད་དེ་འདྲས་ཀྱི་ཁོང་ལ་མ་བཞག་པ་གཅིག་ཉུང་མཐར་ཡ་རྩིག་པའི་གསེང་དུ་བ་ཅིག་ལས་མ་བྱུང་ནས་གཅིག་ཟེར་བྱས་དེ་འདྲས་ཀྱི་རྩིག་སྟོང་བྱེད་ཉན་གི་མི་རེད་བྱས་པ་དེ་འདྲས་ཡིན་དུས་ཙང་སྔ་ནས་བྱས་བོད་ལ་ཡ་གཅིག་ཆགས་པས་ཞང་ཡ་ཟེར་ཉན་དེ་འདྲས་ལ་ཡ་ད་དཔེ་མི་སྲིད་པས། གར་གཟུགས་རེད། འགྲོ་སོང་ཡིན་ནའི་འདྲ། རྒྱུ་ཡི་དཔལ་འབྱོར་ཡིན་ནའི་འདྲ། ད་ག་ནང་བཞིན་གྱི་ཅིག། དུས་ཚོད་ཡིན་ནའི་འདྲ། ངལ་བ་ཡིན་ནའི་འདྲ་འདི་འདྲ་ལ་རྩ་བ་ནས་མ་འཛེམས་པ་ཨ་ནི་མང་པོ་ཞུ་བ་ཞིག་བཞག་ཡོད་རེད། དེང་སང་ང་ཚོའི་དགོན་སྡེ་ཁག་ལ་ཡ། ཕེབས་པའི་སྐབས་ལ་ཡིན་ནའི་གང་ཟག་ག་ལ་ཡ། རྒྱལ་བའི་བཀའ་འགྱུར་རེད་ཟེར་ནའི་བསྟན་འགྱུར་རེད་ཟེར་ནའི། སྔོན་བྱོན་གྱི་མཁས་པའི་གསུང་འབུམ་རེད་ཟེར་ནའི་རེ་བ་སོ་ད་དེ་ལ་སོགས་པ་ཨ་ནི་ཕྱོགས་བསྒྲིགས་མང་དག་བྱོས་ལ་ཡ། བོད་ཡིག་ལ་འཁོད་བསྡད་པའི་དཔེ་རྙིང་ག་གེ་ཙེ་ཅིག་ཡོད་རེད་ཟེར་དགོས་འདུག་ན། ཨ་ནི། འདི། དོན་དམ་ཐོག་ག་རེ། ད་ལྟ་ག་རེ་སོང། ཐད་ཀར་ལན་འདེབས་ཆོག་ཆོག་བྱེད་ཡོག་མ་རེད། ད་ནི། གོང་དུ་ཞུ་ཞུ་ནང་བཞིན་བྱེད། ང་ཚོའི། ལྟ་ཅིག། སྔོན་བྱོན་གྱི་མེས་པོ་རྣམས་ཀྱིས། སྔ་རབས། ཆ་བཞག་པས་ན། ཨ་ནི། རྒྱལ་བློན་བྱང་ཆུབ་སེམས་དཔའ་ལ་སོགས་པ་འདི་ཚོས། དཔེ་མི་སྲིད་པའི། བསྟན་པ་ཡང་བཀུར་བཟོས་འདྲ་བོ་མཛད་རྗེས། ཨ་ནི། ཕྱག་དཔེ། འདི་འདྲའི་ཕོན་ཆེན་པོ་ཞོ་པོ་ཆེ་བཞག་ཡོག་རེད། བཞག་པའི་མེ་བཙའ་རྒྱུ་དང་འདི་ཚོ་ག་རེ་ཟེར་ན་རིན་པོ་ཆེ་ལ་སོགས་པ་འདི་ཚོ་ནས། ཨ་ནི། ག་རེ་ཟེར་ན་སྦྱར་བྱས། ད་དེ་འདྲས་ཀྱི་རྒྱུ་སྦྱར་བྱས་ག་རེ་ཟེར་ན་ཕོན་ཆེན་པོ་ཞུ་བུ་ཞང་ཡོར་བ་ད་དེ་འདྲས་ཡིན་དུས་ཙང་ག་ག་ཚེ་ཞུ་ཡོར་རེད་ད་ད་ཕན་ཆད་ལི་ཡ་ཕྱོགས་སྡོམ་འདྲ་བོ་བྱེད་མྱོང་ཡོར་མ་རེད། ཡིན་ནའི་ལི་ཚང་མས་ད་བོད་ཀྱི་ཆགས་པི་འདི་འཛམ་བུ་གླིང་གི་ད་ཅིག་པི་སྙིང་གི་ཁྲོད་ན་ལོག་ནས་ཆགས་བྱས་ན་ད་ཅིག་ཕོན་ད་ཡིན་ནའི་འདྲ་བོར་ད་ཡིན་ནའི་འདྲ་དེ་འདྲས་ཀྱི་བོར་ཚད་ད་དེ་ཚོ་གང་གི་ཆ་ནས་ཀྱང་ཨ་ནི་ད་མང་ཤོས་ཀྱི་ཚད་ལ་ཡ་ཀླད་ཐུག་གི་ཟམ་ཚང་གི་སྣང་བ་འདི་འདྲས་ཚོ་སྦྱིན་ཡོང་གི་ཡོད་དེ་སྦྱིན་ཡག་གི་རྒྱུ་མཚན་ཡིན་པས་ནི། ག་རེ་སུ་གོ་ཐུབ་ན་ང་ཚོ་བོད་ཀྱི་དཔེ་རྙིང་འདི་ཚོའི་ཁྱབ་ཁོངས་འདི་འདི་ས་ཆ་ཁྱོན་ག་རེ་སུ་རེད་ས་ཆ་ཆེན་པོ་ཞུ་བ་ཆེ། དེ་ཡག་ལྟ་ཅིག་ལུག་རྒྱུད་རེད་དེ་འདྲས་ཀྱི་རྒྱུ་མཚན་མང་པོ་བྱུང་རིག་གནས་ཀྱི་དཔེ་རེ་རེ་དེ་དང་འབྲེལ་བ་ཡོད་ནས་འགྱོ་ཆེ་དེང་སང་ང་ཚོ་བོད་ཡིག་གི་དཔེ་རྙིང་སི་རུས་ཙང་བོད་རང་སྐྱོང་ལྗོངས་ཁོ་ན་ཙམ་མ་ཡིན་པར་ར་བ་ཨ་ནི་ད་ག་ནང་བཞིན་བོད་རིགས་འདུས་སྡོད་བྱེད་སའི་ས་ཆ། དཔེར་ན། མཚོ་སྔོན་ཡིན་ནའི་འདྲ། ད་ག་ནང་བཞིན་ཟི་ཁྲོན་ཡིན་ནའི་འདྲ། ད་ག་ནང་བཞིན་ཀ་ནན་ལ་སོགས་པ་དག་ཁམས་ཨ་མདོ་ལ་སོགས་པ་རེད་པ། ང་ཚོ་གཅིག་སྔ་མོ་ནས་ཆ་བཞག་ན། སྟོད་མངའ་རིས་སྐོར་སོང་ནས་བྱས་རྗེས་ད་མདོར་བསྡུས་ན་སྨད་མདོ་སྒང་སྒང་དྲུག་ལ་སོགས་པ་ཚང་མ་ལ་ཡ། པའི་སྙིང་གི་ཁྱབ་བརྡལ་ཡོད་རེད། དེའི་སྨད་ཚལ་བ་ཡ་ད་མདོ་ཡ་བོད་རིགས་འདུས་སྡོད་བྱེད་སའི་ཧི་མ་ལ་ཡའི་རི་རྒྱུད་ཀྱི་ཨ་ནེ། ད་ལྷོ་རྒྱུད་ཀྱི་མི་རིགས་མང། མི་ག་རེ་སུ་དང་ཡུལ་ཁམས་མང་པོ་བྱེད་ཡོད་རེད་པ། དཔེར་ན་འབྲུག་ཡུལ་ཟེར་ཉིན་འབྲས་ལྗོངས་ཟེར་ཉིན་རེད་པ་གློ་བོ་ཟེར་ཉིན་ད་དེ་དང་དེ་བཞིན་གྱི་ཨ་ནེ། གར་སོང་རེད་ད། ཡུལ་ཁམས་ཡུལ་གྲུ་མང་པོ་ཅིག་ལ་ཡ་བོད་ཡིག་གི་དཔེ་རྙིང་མང་དག་ཅིག་ཉར་ཚགས་བྱས། ཁག་ཅིག་ལ་ཡ་ཨ་ནི། བསྟན་པ་དར་ཁར་ཡུག་ཅིག་དར་ག་རེ་ཟུག་འདུག་ན་དར་བ་དེ་འདྲས་ཡིན་དུས་ཙང་དཔེ་རྙིང་དེ་ཚོ་ཡ་ཉམས་དམས་དང་ལུག་རྒྱུད་ཀྱི་གོད་ཆགས་སུ་རེ་དེ་འདྲས་ག་གེ་མ་ཐེབས་པ་སྔ་མོའི་རྣམ་པ་ཇི་བཞིན་དུ་གནས་ཐུབ་པ་དེ་འདྲས་མེད་བྱུང་ཡོད་རེད། དག་ནང་བཞིན་ཉེ་ལམ་ཅིག་ག་རེ་ཟུག་ན་ཆབ་སྲིད་རེ་དེ་འདྲས་ཀྱི་ཅིག་ད་གཡུང་དགོས་ལ་བརྟེན་རྗེས་ཨ་ནི་བོད་ཀྱི་རིག་གནས་རེད་འདི་ཚོ་ངས་ཨ་ནི་ས་ཕྱོགས་ག་ས་གོ་ལ་ཡ་དར་བཅས་རེད་བ་ལྷག་པར་དུ་ཉེ་ལམ་འཛམ་བུ་གླིང་གི་ཨ་ཅིག་བོད་ཀྱི་རིག་གནས་རེད་འདི་ཚོ་ཡ་དོ་གུར་བྱས་ཨ་འདི་ཚོ་ཤུགས་ཆེན་པོ་ཆགས་པའི་སྐབས་ལ་ཡ་ཨ་ནི་དེང་སང་ང་ཚོ་ཅིག་བོད་ཀྱི་ཆགས་པའི་འདི་ཚོ་ཨང། ཕྱི་རྒྱལ་གྱི་ལུང་པ་མང་པོ་ཡང་ལྷག་པར་དུ་རྟེན་མཛོད་ཁང་དང་དཔེ་མཛོད་ཁང་སུ་ཉན་ཏེ་འདྲི་བ་དཔེར་ན་ཨ་རིའི་རྒྱལ་ཁབ་དཔེ་མཛོད་ཁང་སུ་ཡོད་ནས་ཀྲ་ཨིན་ཅི་ཨ་ནི་ག་རེད་ཟེར་ན་རྒྱལ་ཁབ་ཀྱི་དཔེ་མཛོད་ཁང་དང་དལ་ཁ་ནང་བཞིན་རྒྱལ་ཡོངས་ཀྱི་རྟེན་མཛོད་ཁང་ལ་སོགས་པ་རེད་བ། ད་ག་ནང་བཞིན་ད་ཅིག་ཡོ་རོབ་ཀྱི་ས་ཆ་ཁག་རེད་བ་ད་དེ་ཚོ་ལ་སོགས་པ་ད་མང་དག་ཅིག་ཡ་རེད་བ། ཨ་ནི་ཉར་ཚགས་བྱས་ཡོད་རེད་ད་ཡིན་ནའི་ཡོངས་རྫོགས་ག་འདྲས་རེད་ཟེར་དུས་ཙང་ཨ་ནི་ཅིག་ཕྱོགས་སྡོམ་བྱས་ལ་ཡ་དཀའ་ངལ་ཡོད་དོན་གྱོ་རེད་ཟེར་བ་ད་ལྟ་ཞུ་ཞུ་ནང་བཞིན་བྱས་གཅིག་ནས་ཡུལ་གྲུ་དེ་ཚོ་ཁ་ཐོར་ཚ་བོ་ཞུ་བ་ཆེ་རེད་བ་གནས་ཡུལ་རྒྱ་ཆེན་པོ་ཞུ་བ་ཆེ་ལ་ཡ་གནས་ཨ་ནི་དེ་གས་ཀྱང་ཁ་ཐོར་ཆེན་པོ་ཞུ་བ་ཆེ་ཆག་དེ་འདྲས་ཀྱི་གནས་ཚུལ་བྱུ་བ་རེད་ཨ། དེ་འདྲས་གཅིག་གནས་ཚུལ་རེད་གཉིས་ནས་ག་རེ་ཟེར་ན་དེ་དཔེ་རྙིང་དེ་གའི་ཡང་སྙིང་དཀར་ཆག་འདྲ་བོ་ཅིག་བཀོད་ཅེས་ཕྱོགས་སྡོམ་བྱེད་དགོས་ཟེར་ན་བྱེད་ཐབས་དེ་བོ་མེད་དེ་མགྱོགས་ཚེ་རེད་བ། དེའི་རྒྱུ་མཚན་ག་རེ་ཟེར་ན་དཔེ་རྙིང་མང་བོ་ཅི་ད་ལྟ་བཞུགས་ཞུ་ནང་བཞིན་གཅིག་ནས་གཅིག་ནས་ས་ཕྱོགས་ག་ས་གོ་ཅི་ལ་ཡ་ཁྱབ་རེད་བ་ཁྱབ་ཡག་དེ་རྒྱ་ཆེན་པོ། གཉིས་ནས་དེ་ཉར་ཚགས་བྱེད་ཉེན་དེ་ཚན་པ་རེད་མི་སྒེར་རེད་གཞུང་རེད་ད་ག་འགའ་དེ་འདྲས་ཡོད་བསྡད་དུས་བཟང། ཁོས་ཅིག། ཉར་ཚགས་བྱེད་སའི་ད་ཅིག། གར་སོགས་རིག་རྟེན་མཛོད་ཁང་སོགས་ཡོད་ནས་ད་དེ་ཚོ་ཨ་ནི། མང་དག་ཆོས། དེ་ཅིག། ཕྱོགས་ཡོངས་ཀྱི་ཅིག་ཕྱོགས་བསྒྲིགས་དང་ཕྱོགས་སྡོམ་དང་དེ་འདྲས་བྱས་ཡ་ལ་ཡ་སྟབས་མི་བདེ་བ། དེ་འདྲས། ད་ལྟ་ཕན་ཆད་ལ་ཡ་བོད་དབུས་གཉིས་འདི་ཡ་ཕྱོགས་ཡོངས་ནས་ཨ་ནི། གར་སོགས་རེད། དཀར་ཆག་བརྐོས་ཕྱོགས་སྡོམ་བྱེད་ཡག་གི་ད་ལྟ་དེ་འདྲའི་རང་བྱུང་ཡོང་མ་རེད་སྟབས་ལེགས་པ་ཞིག་ལ་ང་ཚོ་ད་ང་ཚོ་བོད་རང་སྐྱོང་ལྗོངས་ཀྱི་ཁུལ་ཡིན་ནའི་འདྲ་ཀྲུང་གོ་ཡོངས་རྫོགས་ལ་ཡ་ཨ་ནེ་གཅིག་བོད་ཡིག་དཔེ་རྙིང་གི་ད་དེང་སང་གི་ཅིག་ཐོ་བཀོད་བྱེད་ཡག་གི་ལས་ཀ་ཅིག་ད་ལོ་ད་ཅིག་བདུན་བརྒྱད་ཅིག་གི་གོང་ནས་དབུ་བཙུགས་པ་དེ་འདྲས་ཅིག་རེད་དེ་འདྲས་ཡིན་དུས་ཙང་ད་ལྟའི་ཆ་ལ་ཡ་བོད་ཀྱི་དཔེ་རྙིང་ཟེར་ཉན་དེ་ཡ་ཨ་ནེ་གཅིག་དུ་གུར་དང་དེ་འདྲས་སྣང་བརྙན་མང་པོ་བྱུང་ཡོད་རེད་མང་པོ་བྱུང་དེ་མ་ཚད་ག་ལེ་ག་ལེ་ག་རེ་ཟེར་ན་བོད་ཀྱི་ལུང་ཁུག་རེད་རི་སུལ་རེད་ད་ད་ག་དེ་འདྲས་ཀྱི་ཆུ་བོའི་འགྲམ་རེད་དེ་འདྲས་ལ་གནས་བསྡད་པ་རེད་བ། ད་གནས་ཁང་ལ་སོགས་པ་གང་དག་ཡོད་གནས་འདྲ་མེད་གནས་འདྲ་རེད་བ་ད་གང་ལ་གནས་བསྡད་འགྱོ་དེ་འདྲས་ཡོད་རེད་བ་ཁ་ཅིག་བྲག་གི་ཕུག་པའི་ནང་ལ་གནས་བསྡད་པ་རེད་བ། ཁ་ཅིག་ཡང་དག་པ་ཅིག་མཆོད་རྟེན་རེད་དེ་འདྲས་ཀྱི་གཟུངས་འདྲ་བོ་ཅིག་གི་ནང་ལ་གནས་བསྡད་པ་ཁ་ཅིག་མེ་མདངས་ཅིག་རྟ་དེ་འདྲས་ཀྱི་ནང་ལོགས་ལ་ཡང་རྟ་ཟུང་འདྲ་བོའི་ག་ནས་ཚུར་ལ་ཡང་ཞུགས་བྱས་དེ་འདྲས་གནས་དེར་འགྱུར་རྟ་དེ་ཚོ་ལས་ག་ལེར་ག་ལེར་ག་རེ་ཟུག་ན་དཀར་ཆག་དང་ཐོ་གོས་འདྲ་བོ་ཅིག་ཡོང་གི་རེད། ནམ་ཞིག་འདི་འདྲས་ཅིག་ཡོང་པའི་སྐབས་ལ་ཡང་ཨ་ན་ང་ཚོས་བོད་ལ་ཡང་དཔེ་རྙིང་འདི་སྐད་འདུག་གཱ་ཞིག་ལབ་ཡག་ཡོད་རེད་དེ་མ་གཏོགས་ད་ལྟ་ཕན་ཆོད་ལ་འགའ་ཞིག་གིས་ཟེར་ན་བོད་ལ་དཔེ་རྙིང་པོད། ཕྱེད་དུ་མ་སོང་ནས་དྲུག་བརྒྱ་ཙམ་རེད་པ་ས་ཡ་དྲུག་ཡོད་རེད་ཟེར་ནས་ཁ་ཅིག་ས་ཡ་གཉིས་ཡོད་རེད་ཟེར་ནས་འདི་འདྲས་ཀྱི་རྟ་ཅིག་ཚོད་དཔག་ཙམ་ལས་ཞིབ་ཕྲའི་ཐོ་འགོད་བྱུང་ཤར་མགྱོགས་ཀྱི། ཨང་གྲངས་དང་ཡིག་གནས་དག་འདི་ཚོ་གསལ་པོ་ཅིག་མ་སྟོན་ཐུག་གི་ཡོད་མ་རེད། ད་ཇི་ལྟར་ཡང་བོད་ཡིག་འདི་ད་ལྟའི་ཆ་ནས་བོད་ཡིག་གི་དཔེ་རྙིང་འདི་འཛམ་བུ་གླིང་གི་ཆ་ནས་ཟེར་ན་ཡིག་ཚང་ཆེས་ཕུན་སུམ་ཚོགས་ཤོས་ཀྱི་གྲས་ལ་ཡང་སླེབས་ཡོད་རེད་ང་ཚོ་ཀྲུང་གོ་འདྲ་བོ་ཡང་ཆ་ཤེས་ན་ཨ་ནི་དེ་ཡིག་ཕ་ཕུད་པའི་ཡང་ན་དེ་ཡིག་དང་འདྲ་བ་ཡོད་ཆེ་ཆེ་དེ་འདྲས་ཀྱི་ཨ་ནི་སྡོམ་རྩིས་དང་མ་གསུངས་ནས་བཞག་གི་ཡོད་རེད། ཨ་ནི་མཐོ་ཆེ་དེ་རིང་ང་ཚོའི་འདི་ནང་ལོགས་ལ་ཡང་གཙོ་བོ་པི་ཉིང་ཟི་ཉན་དེ་ག་འདྲ་ཅི་ལ་ཡག་ཞུ་གི་ཡོག་རེད་ད་ག་ནང་བཞིན་པི་ཉིང་ཟི་ཉན་དེ་ཨ་ནེ་ཅི་གྲངས་འབོར་ཟི་ནའི་དྲ་གནས་སྟངས་ཡིན་ནའི་དྲ་དེ་ག་འདྲ་ཅི་རེད་དེའི་སྐོར་ལ་ཡང་ངོ་སྤྲོད་དུ་མ་སུ་ནས་མདོར་བསྡུས་ཅིག་ཞུས་པ་ཡིན་ལྷན་རྒྱས་ཨ་ནེ་ཅི་མའི་ལས་བྱེད་ནང་ལ་ཡང་མཇལ་ཆོག་པ་ཆེ་ཐུགས་ཆེ། རྩོམ་འོག་ལྷན་རྒྱས་བོད་ཡིག་པི་ཉིང་གི་སྤྱིའི་གནས་སྟངས་སྐོར་ཞུས་ཟིན་པ་ཡིན། རྗེས་མའི་ལེ་ཚན་ནང་དུ་མུ་མཐུད་ནས་བོད་ཡིག་དཔེ་རྙིང་གི་རིན་ཐང་སྐོར་འཆད་ཁྲིད་གནང་རྒྱུ་ཡིན་པས། ལྷན་རྒྱས་ནས་དུས་ལྟར་ཡིད་གཟིགས་ཡོད་པ་ཞུ།